གྲོགས་ལྷན་རྒྱས་སྐུ་ཁམས་བཟང། རྣ་བ་ལྷན་རྒྱས་ཉི་གཞོན་གྱིས་གློག་འདོན་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ་གི་ཡོད། ད་ལན་གྱི་ལེ་ཚན་ནང་བོད་ཀྱི་ལོ་རྒྱུས་ཁྲོད་དུ་སྐད་གྲགས་ཆེ་བའི་གྲུབ་ཆེན་ཐང་སྟོང་རྒྱལ་པོའི་ངོ་སྤྲོད་བསྡུར་ཙམ་ཞུ་རྒྱུ་ཡིན་པས་རྣམ་ལྷན་རྒྱས་སུ་སྤྲོ་བོའི་ངང་གསན་གནང་ཡོད་པ་ཞུ། གྲུབ་ཆེན་ཐང་སྟོང་རྒྱལ་པོ་ནི། ཕྱི་ལོ་དུས་རབས་བཅུ་བཞི་པའི་ནང། གཙང་སྟོད་ཀྱི་ཞིང་པའི་ཁྱིམ་ཚང་དཀྱུས་མ་ཞིག་ཏུ་སྐུ་འཁྲུངས་པ་རེད། གཞོན་དུས་ནས་སྤྱང་གྲུང་འཛོམས་ལ་ཕན་སེམས་ཆེ་བ། ཤེས་ཡོན་སློབ་གཉེར་ལ་དོན་སྙིང་ཆེ་ཞིང། བློ་རིག་རྣོ་བ་ཞིག་ཡིན་པས་ཆོས་དང་རིག་གནས་ཀུན་ལ་ཤིན་ཏུ་མཁས་པར་གྱུར་པ་མ་ཟད། སྐབས་དེའི་མང་ཚོགས་རྣམས་གཙང་པོ་ཁག་ལ་མ་དར་བའི་དཀའ་ངལ་ཆེན་པོ་ཡོད་པར་བརྟེན། ཁོང་གིས་མང་ཚོགས་བྱིངས་ཀྱི་དགོས་མཁོ་དང་བསྟུན་དབུས་གཙང་དང། ཁམས་ཁུལ་གྱི་གཙང་པོ་ཆེ་ཁག་ལ་ལྕགས་ཟམ་ལྔ་བཅུ་ང་བརྒྱད་དང་ཤིང་ཟམ་དྲུག་ཅུ་ཐམ་པ། ཤན་ཆེན་དང། གྲུ་འདྲེས་པ་བརྒྱ་དང་བཅོ་བརྒྱད་བཅས་གསར་འཛུགས་མཛད་པས་བོད་ཀྱི་ལྕགས་ཟམ་པ་ཐང་སྟོང་རྒྱལ་པོ་ཞེས་ཤིན་ཏུ་སྙན་གྲགས་ཆེན་པོར་གྱུར་པ་རེད། དེ་ཙམ་མ་ཟད་ཆོས་ལུགས་ཀྱི་ཐད་ནས་ཁོང་གིས་གཙུག་ལག་ཁང་བརྒྱ་དང་ཉི་ཤུ། བཀའ་འགྱུར་ཚར་བཅོ་བརྒྱད། བརྟན་འགྱུར་ཚར་བཅོ་ལྔ་བཅས་གསར་བཞེངས་མཛད་པ་སོགས་ཀྱིས་མཚོན། བསྟན་པ་རྒྱུན་གནས་དར་འཕེལ་ཡོང་བར་སྨན་པའི་མཛད་པ་རླབས་ཆེན་མང་པོ་བསྐྱངས། ཁོང་ནི་བོད་ཀྱི་ལོ་རྒྱུས་ཐོག་གྲུབ་ཆེན་པ་དང། གསར་གཏོད་པ། རྩོམ་རིག་པ། བཟོ་ལས་མཁས་པ། ཟློས་གར་འཁྲབ་གཞུང་རྩོམ་པ་པོ། འཆར་འགོད་པ་བཅས་ལས་རིགས་སྣ་ཚོགས་ལ་མཁས་པ་ཞིག་ཡིན་པར་མ་ཟད། བོད་ཀྱི་མང་ཚོགས་ཐོག་མ་ཀུན་ལ་བཀའ་དྲིན་ཆེ་བའི་སྐྱེས་བུ་དམ་པ་ཞིག་ཀྱང་ཡིན། ལེའུ་དང་པོ། ཕན་སེམས་ཆེ་བའི་བྱིས་པ་ཞིག། གྲུབ་ཆེན་ཐང་སྟོང་རྒྱལ་པོ་བཙས་ནས་ཅུང་མ་འགོར་བའི་སྐབས་ཤིག་ལ། ཕ་མ་གཉིས་ཀྱིས་ཁྲོ་བོ་དཔའ་ལྡན་ཞེས་པའི་མཚན་འདོགས་པ་རེད། ཁྲོ་བོ་དཔའ་ལྡན་གཞོན་དུས་ནས་སྐུའི་བོངས་ཚོད་ཆེ་ཞིང། ཡུལ་མི་རྣམས་ལ་བསམ་ཡུལ་ལས་འདས་པའི་སྤྲུལ་པ་སྣ་ཚོགས་སྟོན་མཁན་ཞིག་ཡིན། ཕ་མ་གཉིས་ཞིང་ལས་ལ་ཕྱིན་པའི་རྗེས་སུ། ཁྲོ་བོ་པཎ་ཏའི་ཁང་པའི་ནང་དུ་བཞག་གི་ཡོད་ཀྱང། ཁོང་རང་འགུལ་གྱིས་ཕྱི་ལ་ཐོན་ཏེ་བྱ་རིགས་སྣ་ཚོགས་དང་མཉམ་དུ་རྩེད་མོ་རྩེ་བ་དང། སྐབས་རེར། བྱ་རྒོད་ཐང་དཀར་ལ་ཞོན་ཏེ་ནམ་མཁའི་མཐོངས་ལ་འཕུར་བ། མཚམས་རེར། སྟག་གཟིག་ལ་ཞོན་ཏེ་རི་ལུང་སྣ་ཚོགས་ལ་ལྟ་སྐོར་དུ་ཕེབས་པ་སོགས། ཡ་མཚན་ཆེ་བའི་སྤྱོད་ལམ་སྣ་ཚོགས་སྟོན་གྱི་ཡོད་པ་རེད། ཁྲོ་བོ་པཎ་ཏའི་གུང་ལོ་གསུམ་ཡས་མས་ནས། རྒྱུན་གཏན། ར་ལུག་གི་རྫི་བོར་ཕེབས་པ་རེད། ཁོང་གི་ར་ལུག་འཚོ་བའི་ཞོར་དུ། མི་རྒན་པ་ཚོའི་གཏམ་གླེང་ལ་དོ་སྣང་ཆེན་པོས་ཉན་གྱི་ཡོད་པ་མ་ཟད། མི་ཆེན་པོ་ཞིག་དང་འདྲ་བར་མཚམས་རེར་མི་རྒན་པ་ཚོར་དྲི་བ་དྲིས་བ་དང། མཚམས་རེར་རང་གི་བསམ་ཚུལ་ཡང་ཤོད་ཀྱི་ཡོད་པ་རེད། དེར་བརྟེན། གྲོང་མི་མང་པོ་ཞིག་གིས། བྱིས་པ་འདི་ངོ་མཚར་ཅན་ཞིག་རེད། ཅེས་ཡོངས་གྲགས་སུ་གླེང་གི་ཡོད། ཁྲོ་བོ་དཔའ་ལྡན་གཞོན་དུས་ནས་བཙན་པོ་ལ་ཉམས་མི་འགུར་བའི་བྱིས་པ་རྒོད་པོ་ཞིག་ཡིན་ཡང། མི་ཉམས་ཐག་དང། ཉེས་མེད་སེམས་ཅན་ལ་རྟག་ཏུ་བྱམས་སྐྱོང་གནང་མཁན་ཞིག་ཡིན་པས། ཕྱུགས་རྫིར་འགྲོ་བའི་སྐབས་སུ་ཡང། གནམ་གཤིས་གྲང་བ་དང། ཁ་བ་དང་ཆར་པ་བབས་པ་སོགས། ར་ལུག་སེམས་ཅན་ལ་དཀའ་ངལ་ནམ་བྱུང་བའི་སྐབས། ཡུམ་གྱིས་རང་ཉིད་ལ་གནང་བའི་རྒྱགས་ཁྲོ་རྣམས་སེམས་ཅན་ལ་སྤྲད་དེ། རང་ཉིད་ལན་མང་བྲོས་པ་སྟོང་པར་སྡོད་ཀྱི་ཡོད་པ་རེད། ཉམ་ཐག་པའི་སློང་མོ་པ་རེ་མཐོང་བའི་ཚེ། ཕ་མས་མ་ཤེས་པའི་ལྐོག་ཏུ་རྩམ་པ་དང། རྒྱུ་དངོས་གང་ནུས་སྤྲོད་རྐྱང་བྱེད་ཀྱི་ཡོད། འོན་ཀྱང། ཁྲོ་བོ་དཔའ་ལྡན་རང་ཉིད་ཕྱུགས་འཚོ་ལ་ཤིན་ཏུ་བཟང་བས་ཕྱུགས་ཟོག་གི་འཕེལ་ཁ་ཡག་པོ་ཡོང་གི་ཡོད་སྟབས་ཁྱིམ་གྱི་རྒྱུ་ནོར་ལ་གནོད་ཚབས་གཏན་ནས་ཡོང་གི་མེད། ར་ལུག་དང་བྱ་རིགས་མང་པོ་ཞིག་རྒྱུན་དུ་ཁྲོ་བོ་དཔའ་ལྡན་གྱི་མཐའ་སྐོར་དུ་འདུས་ནས་སྡོད་ཀྱི་ཡོད་པ་དང། ཁྲོ་བོ་དཔའ་ལྡན་གྱིས་ཀྱང་སེམས་ཅན་དེ་དག་ལ་བྱམས་བརྩེ་ཆེན་པོས་སྐྱེས་ལུགས་མ་འདྲ་བ་ཞིག་གིས་ཆོས་གསུངས་པའི་རྣམ་པ་ལྟ་བུ་བྱེད་ཀྱི་ཡོད་པ་རེད། མཚམས་ཤིག་ནས་སེམས་ཅན་དུད་འགྲོ་དེ་དག་ཀྱང། རྩུབ་སྤྱོད་མེད་ཅིང་ཕན་ཚུན་རོགས་རེས་བྱེད་པ་སོགས་གཞན་དང་མ་འདྲ་བ་ཞིག་ཏུ་གྱུར་པར་བརྟེན། ཁྲོ་བོ་དཔའ་ལྡན་གྱིས་དུད་འགྲོ་ལ་ཆོས་བཤད་ཀྱི་འདུག་ཅེས་མང་ཚོགས་ནང་སྐད་གྲགས་ཆེན་པོར་གྱུར་བ་རེད། ཉིན་མ་གཅིག་ཁྲོ་བོ་དཔལ་ལྡན་རང་འཚམས་ཀྱིས་གླག་རྒོད་མང་པོ་ཡོད་པའི་བྲག་ཕུག་ཅིག་ཏུ་ཕྱིན་པ་རེད། གླག་རྒོད་དེ་དག་དང་མཉམ་དུ་ཉིན་ལྔའི་རིང་བསྡད་ཙང་ནང་མི་ཉེ་འབྲེལ་ཚོས་ཁྲོ་བོ་དཔལ་ལྡན་གང་སར་བཙལ་བའི་མཐའ་མ་བྲག་ཕུག་དེར་ཡོད་པ་ཤེས་པ་རེད། བླ་གོས་དེ་དག་གིས་ཁྲོ་བོ་དཔའ་འདས་ལ་གནོད་འཚེ་གཏན་ནས་བྱེད་ཀྱི་མེད་པར་མ་ཟད། གུས་པའི་ཉམས་དང་བཅས་ཁྲོ་བོ་དཔའ་འདས་ཀྱི་དྲུང་ནས་ཆོས་ཉན་གྱི་ཡོད་པ་མཐོང་བ་ན། ཁྲོ་བོ་དཔའ་འདས་ཀྱི་བྱ་སྐད་ཀྱང་བཤད་ཤེས་ཀྱི་འདུག། ཅེས་མང་ཚོགས་ཀྱི་ནང་ཤིན་ཏུ་སྙན་གྲགས་ཆེན་པོར་གྱུར་པ་རེད། ཁྲོ་བོ་དཔའ་འདས་དྲ་འབུ་འདི་ནས་ཕྱིར་ཐོན་པའི་སྐབས། མི་མང་པོ་ཞིག་གིས། བྱ་བླ་རྒོད་པོ་དེ་དག་གིས་ཀྱང་ཁྱོད་ལ་གནོད་པ་མི་བྱེད་པར་གུས་པས་ཉམས་བྱེད་ཀྱི་འདུག་ཁྱོད་ལ་བྱ་རྒོད་དེ་ཚོས་གནོད་པ་མི་ཐུབ་པའི་ནུས་པ་དང་ཡོན་ཏན་ཞིག་ཡོད་པ་རེད། ཅེས་མཚར་སྣང་ཆེན་པོས་དྲིས་པ་ན་ཁྲོ་བོ་དཔའ་ལྡན་ལོ་ན་ཆུང་ཡང་གཟབ་ནན་གྱི་རྣམ་འགྱུར་དང་བཅས། ང་ལ་ཡང་མ་འདྲ་བའི་ཡོན་ཏན་དང་ནུས་པ་གལ་དགུ་ཅི་མེད་ལ། ངའི་རྒྱུན་ལྡན་ནས་གཞན་ལ་ཡང་བསམ་པ་བཟང་པོའི་ཕན་ཐོགས་བྱེད་ཀྱི་ཡོད། ཡོན་ཏན་དེར་བརྟེན་ནས་སེམས་ཅན་དུད་འགྲོ་དང་བྱ་རྒོད། གཅན་གཟན་གྱི་རིགས་དེ་ཚོས་ང་ལ་ཡ་གནོད་པ་ཁྱོན་གཅིག་མི་འདུག། དེ་ཚོ་རང་བཞིན་གྱིས་ང་ལ་འཁོར་ཏེ་དགའ་པོ་བྱེད་ཡ་དེ། ཕལ་ཆེན་ཕན་སེམས་དང་སྙིང་རྗེའི་ནུས་པ་ཡིན་ས་རེད། ཅེས་ལན་འདེབས་གནང་བ་རེད། གྲོགས་ཚོགས་མཚམས་འདི་ནས་ལེའུ་དང་པོ་མཇུག་བསྒྲིལ་བ་ཡིན། གཤམ་ལ་ལེའུ་གཉིས་པ། ཁྲོ་བོ་སྤང་ལྡན་དམག་ནང་དུ་ཞུགས་པ་དེ་གསན་རོགས་གནང། སྐབས་ཤིག་ལ་ཁྲོ་བོ་སྤང་ལྡན་གྱིས་ཕ་མེས་བཀུར་བའི་རྔ་དཀར་དང། གླ་རྩི་གང་འཚམ་ཞིག་ཁུར་ཏེ་ཚོང་ལ་ཕྱིན་པ་རེད། ལམ་བར་དུ་རྒྱལ་པོ་ཞིག་གིས་མི་ཉེས་ཅན་བདུན་བཟུང་སྟེ། སྲོག་ཁྲིམས་གཅོད་ལ་ཉེ་བའི་སྐབས་དང་ཁེལ་པ་རེད། ཁྲོ་བོ་དཔའ་ལྡན་གྱིས་རྔ་སྐར་དང། གླ་རྩི་ཁུར་པོ་ཅིག་རྒྱལ་པོར་ཕུལ་ཏེ། མི་སྲོག་གཅོད་པ་ནི་སྡིག་པ་ཚབས་ཆེ་ཤོས་ཡིན། མི་བདུན་པོ་དེའི་ལུས་སྲོག་ལ་གནོད་པ་མེད་པར་མཁྱེན། ཟེར་ནས་ཞུས་པ་ན། རྒྱལ་པོ་ཤིན་ཏུ་དགའ་སྤྲོ་ཆེན་པོས། རང་འདོད་མེད་པའི་སྲོག་བསླུ་དང། ཕ་རོལ་པ་ངེས་དོན་བྱེད་པ་ནི་བྱ་སྤྱོད་བཟང་པོ་གཞན་གྱི་འགྲན་ཟླ་མེད་པ་ཞིག་རེད། མིའི་སྲོག་རིན་ཕུད་ནས་སྲོག་བསླུ་བ་ངོ་མཚར་ཆེ། ཞེས་གསུངས་ཏེ། མི་ཉེས་ཅན་བདུན་པོ་ལ་སྲོག་ཁྲིམས་གུ་ཡངས་བྱས་ཏེ་རང་གནས་སུ་གློད་བཀྲོལ་བཏང་བ་རེད། ཁྲོ་དཔའ་འདས་ཀྱིས། ངའི་རྔ་གར་དང་གླ་རྩི་ཕྲན་བུས་མི་བདུན་གྱི་སྲོག་སྐྱོབ་ཐུབ་བྱུང་སོང། ཞེས་སྤྲོ་སྣང་དང་བཅས་ཕྱིར་ཁྱིམ་དུ་ཕྱིན་པ་རེད། ཡབ་དང་གཅེན་པོ་རྣམས་ཀྱིས་ཁྲོ་བོ་པཎ་ཏའི་ལག་སྟོང་དུ་ཕྱིར་ལོག་པ་མཐོང་འཕྲལ། ཁྲོ་བོ་པཎ་ཏས། ཁྱོད་ཀྱི་སྔགས་ཁ་དང་གླ་རྩི་ཅི་ཁུག། ཁྱོད་ལག་སྟོང་དུ་ཕྱིར་ཡོང་བར་རྒྱུ་མཚན་གང་ཡིན་པ། ཞེས་དྲིས་པ་ན་ཁྲོ་བོ་པཎ་ཏས་ཀྱིས། སྔགས་ཁར་དང་གླ་རྩི་དེ་དག་གིས་མི་བདུན་གྱི་སྲོག་བསླུ་ཐུབ་པ་བྱུང། ཞེས་དགའ་སྤྲོ་ཆེན་པོས་བཤད་པ་ན། ཡབ་དང་སྤུན་མཆེད་རྣམས་ཀྱིས་ཤིན་ཏུ་ཁྲོ་ཉམས་དང་བཅས། མི་སྨྱོན་པ་གོ་མི་ཆོད་པ་འདི། ཁྱིམ་གྱི་རྔ་ཁ་དང་གླ་རྩི་གོས་མེད་དུ་གཏོགས་པ་རེད། ཅེས་དག་སྡིག་བྱས་ཏེ་ཁྱིམ་མི་རྐང་པོ་ཟང་ཟིང་དུ་གྱུར་པ་རེད། སྐབས་དེར། ཚོ་དཔོན་ཞིག་བྲེལ་འཚབ་དང་བཅས་འབྱོར་ཏེ། སང་ཉིན་ནས་བཟུང་དུས་ཚོད་ངེས་མེད་རིང་དམག་ལ་འགྲོ་དགོས་ཀྱི་འདུག་པས་ཁྱིམ་ཚང་རེ་ནས་མི་རེ་ངེས་པར་དམག་ལ་ཡོང་དགོས། དམག་ལ་མི་ཡོང་མཁན་ཚོར་དམག་གྲལ་ཤིན་ཏུ་ཆེན་པོ་གླེང་རྒྱུའི་ཐག་གཅོད་བྱུང། ཟེར་ནས་བརྡ་སྤྲད་དེ་ཕྱིན་པ་རེད། དེ་དུས་ཁྱིམ་ནང་གི་ཟང་ཟིང་དེ་རང་བཞིན་གྱིས་ལྷིང་འཇགས་སུ་གྱུར་ཏེ། ཡབ་དང་གཅེན་པོ་གཉིས་ཀས་ཅི་ཡང་མི་བཤད་པར་རིམ་པས་རང་རང་གི་མལ་སར་ལོག་ཕྱིན་པ་རེད། དེ་དུས་ཡུམ་གྱིས་ཁྱི་ལབ་ཀྱི་ཚུལ་དུ། བུ་ཕྲུག་གི་ཨ་ཕ་དང་བུ་རྒན་པ་གཉིས་ཀ་དམག་ལ་འགྲོ་རྒྱུར་ཤིན་ཏུ་འཚེར་ཞིང། ཁྲོ་བོ་དཔའ་དེ་ལོ་ཆུང་བས་དམག་ལ་འགྲོ་མི་ཐུབ། དམག་ཁྲལ་ཡང་ཤིན་ཏུ་ལྕི་བས་ད་ཅི་ཞིག་བྱེད་བོ་རེད། ཅེས་རང་ཉིད་ལ་ཁེར་ལབ་ཀྱིས་སྡོད་པ་ལས་ཐབས་གཞན་ཅི་ཡང་མ་རྙེད་པ་རེད། སྐབས་དེར། ཁྲོ་བོ་དཔལ་ལྡན་གྱི་སྤོབས་པའི་ཉམས་དང་བཅས། ཨ་མ། ཁྱེད་རང་གིས་དམག་ཁྲལ་ཡག་ཐུགས་སྣང་གནང་བ་མ་རེད། ཨ་ཕ་དང་ཅོ་ཅོ་གཉིས་ལས་ང། གཟུགས་པོ་དང་ལུས་སྟོབས་ཆེ་བས། ང་ལོ་ཆུང་ཡང་དམག་མིར་མི་བསྡུ་བའི་སེམས་ཁྲལ་མེད། སང་ཉིན་དམག་ལ་ངས་ཕྱིན་ཆོག་ཨ་མ་རང་གིས་ང་ལ་ཡ་བཟའ་ཡག་དག་དེ་འདྲས་གྲ་སྒྲིག་གནང་རོགས་གནང། ཞེས་རང་ཉིད་དམག་ལ་འགྲོ་རྒྱུའི་བློ་ཐག་བཅད་པ་རེད། ཕྱི་ཉིན་ཨ་མས་ཆང་བཟང་པོ་ཞིག་གྲ་སྒྲིག་བྱས། ཡུལ་མི་རྒན་པ་སེམས་བཟང་ཅན་འགའ་ཤས་ལ་ཟུར་དུ་ཆང་དྲངས་ཏེ། བུ་ཁྲོ་དཔའ་ལྡན་ལོ་ན་ཆུང་ཞིང་དམག་གི་ཉམས་མྱོང་ཡང་མེད། ཁྱེད་རྣམས་ཀྱིས་གོ་དོན་དང་བདག་སྐྱོང་གནང་རོགས། བུ་འདི་དམག་ལ་གཏོང་རྒྱུ་བློས་མི་ཐོང་ཡང་ཐབས་གཞན་གང་ཡང་མི་འདུག་ཁྱེད་རྣམས་ལ་བཅོལ་གཏམ་ཞུས་པ་ཡིན་པས་ངེད་མ་བུ་གཉིས་གཏན་ནས་མ་བསླུ་རོགས། ཟེར་ནས་མིག་ཆུ་འདོན་བཞིན་ཞུ་བ་ཞུས་པ་རེད། དེ་ནས་ཁྲོ་བོ་པཎ་ཏའི་ཡུལ་མི་རྣམས་དང་མཉམ་དུ་དམག་ལ་ཕྱིན་པ་རེད། དམག་མི་རྣམས་ཉིན་མཚན་ངེས་མེད་དུ་འགྲོ་དགོས་ཀྱི་ཡོད་པ་མ་ཟད། སྐབས་མང་པོར་བཟའ་བཏུང་གང་ཡང་མི་རག་པའི་དཀའ་ངལ་སྣ་ཚོགས་མྱོང་དགོས་ཐུག་གི་ཡོད། འོན་ཀྱང། ཁྲོ་བོ་པཎ་ཏའི་རྒྱུན་གཏན་ཐང་ཆད་པའི་རྣམ་འགྱུར་གཏན་ནས་མེད་པར། འགྲོ་འདུག་མཐའ་དག་དམག་མི་རྒན་པ་རྣམས་དང་གཅིག་མཚུངས་བྱེད་ཀྱི་ཡོད་སྟབས། ཨོ། བུ་ཕྲུག་འདི་ལོ་ན་ཆུང་ཡང། སྙིང་སྟོབས་ཞུམ་པ་མེད་ཅིང། དཀའ་ངལ་ཡོངས་རྫོགས་ལ་ཡང་དུང་ལེན་བྱེད་ཐུབ་མཁན་ཞིག་འདུག། ཅེས་དམག་མི་རྣམས་ཀྱི་ཁྲོད་ཤིན་ཏུ་སྙན་གྲགས་ཆེན་པོར་གྱུར་བ་རེད། ཉིན་ཞིག་དམག་མི་རྒན་རབས་པ་ཞིག་གིས། ཨོ། གྲོགས་པ་འདི། ཁྱོད་ལོ་ན་ཆུང་ཡང་རྒན་རབས་ལ་བཀུར་ཞིང་སྙིང་རུས་ཧུར་བརྩོན་ཅན་ཞིག་འདུག་ཁྱོད་དམག་ལ་ཞུགས་པས་ང་ཚོར་ཕན་ཐོགས་ཆེན་པོ་བྱུང། འོན་ཀྱང། ཁྱོད་ཀྱི་ཁྱིམ་དུ་ཨ་ཕ་དང་ཅོ་ཅོ་གཉིས་ཀ་ཡོད་བཞིན་ཁྱོད་ལོ་ན་གཞོན་པ་དེ་འདྲ་ཞིག་དམག་ལ་ཡོང་དགོས་པའི་རྒྱུ་མཚན་ག་རེ་ཡིན་པ། ཅེས་དྲིས་པ་ན་ཁྲོ་བོ་པཎ་ཏས་ཀྱིས། ང་དམག་ལ་ཡོང་དགོས་པའི་རྒྱུ་མཚན་གཙོ་བོ་ནི་ཨ་མའི་དཀའ་ངལ་སེལ་ཐབས་དང། ཉེན་ཁའི་འོག་ཏུ་ཡོད་པའི་མང་ཚོགས་རྣམས་དགྲའི་འཇིགས་པ་ལས་སྐྱོབ་པའི་ཆེད་དུ་ཡིན། ཨ་མ་དང་སེམས་ཅན་མང་པོ་ལ་ཡང་ཕན་ཐོགས་པའི་བྱ་བ་ཞིག་ན། དམག་གིས་བཙོན་པའི་དཀའ་བའི་ལས་ག་འདྲ་ཞིག་ལ་ཞུགས་དགོས་ཀྱང་ང་གྲོགས་པ་འདི་གཏན་ནས་སྐྲག་གི་མི་འདུག། ཅེས་ལན་བཏབ་པ་རེད། རྒན་རབས་པ་དེས། ངའི་མཐོང་ཚུལ་ལ། ཁྱོད་ཀྱི་རྒྱུན་ལྡན་དྲ་བའི་སྤུན་ངོ་ཟློག་ཐབས་ཙམ་ལས། དགྲའི་ལུས་སྲོག་ལ་གནོད་འཚེ་གཏན་ནས་བྱེད་ཀྱི་མི་འདུག། ཁྱོད་དགྲ་བོ་ལ་ཡང་བྱམས་སྐྱོང་གནང་མཁན་ཞིག་མ་གཏོགས་དགྲ་ལ་དམག་འཐབ་མཁན་ཞིག་གཏན་ནས་རེད་མི་འདུག་ཅེས་བཤད་པ་རེད། བརྩེ་ལྡན་ཆོས་གྲོགས་རྣམ་པ། མཚམས་འདི་ནས་ང་ཚོ་ལེའུ་གཉིས་པ་མཇུག་སྒྲིལ་བ་ཡིན། ལེའུ་གསུམ་པ། ཁྲོ་བོ་དཔལ་ལྡན་དགོན་པའི་ཆོས་སྒོར་ཞུགས་པ་ཞེས་པ་ང་ཚོ་རྗེས་མའི་ལེ་ཚན་ནང་སྙན་སྒྲོན་ཞུ་གི་ཡིན་པས་ནམ་མ་ལེན་ཁྱོད་ཚོ། མུ་མཐུད་གསན་གཟིགས་གནང་ག་འཕེལ་རོགས་གནང། ང་ཚོ་སླར་ཡང་རྗེས་མའི་ལེ་ཚན་ནང་མཇལ་ཡོང།